སྣང་སྲིད་འཁོར་འདས་ཐམས་ཅད་ཀུན། གཞི་གཅིག་ལམ་གཉིས་འབྲས་བུ་གཉིས། རིག་དང་མ་རིག་བཅོམ་འགྲོལ་ཏེ། ཀུན་ཏུ་བཟང་པོའི་སྨོན་ལམ་གྱིས། ཐམས་ཅད་ཆོས་དབྱིངས་ཕོ་བྲང་དུ། མངོན་པར་རྫོགས་ཏེ་གཙང་བྱ་ཕྱོགས། ཀུན་གྱི་ཕྱི་ནུས་འདུས་མ་བྱས། རང་བྱུང་ཀློང་ཡངས་བརྗོད་དུ་མེད། འཁོར་འདས་གཉིས་ཀའི་མིང་མེད་དོ། དེ་ཉིད་རིག་སྣང་སངས་རྒྱས་ཏེ། མ་རིག་སེམས་ཅན་འཁོར་བར་བཅངས། བཀའ་སྩོལ་སེམས་ཅན་ཐམས་ཅད་ཀྱི། སྐྱོན་མེད་གཞི་མཐུན་རིག་པར་ཤོག། ཀུན་ཏུ་བཟང་པོ་ལྔ་ཡིས་ཀྱང། རྒྱུ་རྐྱེན་མེད་པར་གཞིའི་དོན། དེ་ཉིད་གཞི་ལ་རང་བྱུང་རིག། ཕྱི་ནང་འགྲོ་ཀུན་བཅོས་མ་དག། དྲི་མེད་མིན་པས་དྲི་མ་གོས། དེ་བཞིན་རང་སྣང་བཅོས་མ་གོས། རང་རིག་སྲོག་ལ་གནས་པ་ལ། སྲིད་གསུམ། འཇིགས་ཀྱང་དངངས་སྐྲག་མེད། དོན་ལྔ་ལ་ཁྱབ་པ་མེད་རྟོག་མེད་ཤེས་པ་རང་བྱུང་ལ་འདོད་པའི་གཟུགས་དང་སྡུག་བསྔལ་མེད་རིག་པའི་ས་ཆ་མ་འགགས་པ་ངོ་བོ་གཅིག་ལ་ཡེ་ཤེས་ལྔ། ཡེ་ཤེས་ལྔ་པོ་སྨིན་པ་ལས་ཐོག་མའི་སངས་རྒྱས་རིགས་ལྔ་བྱུང་དེ་ལས་ཡེ་ཤེས་ཐག་བཅད་པའི་སངས་རྒྱས་བཞི་བཅུ་རྩ་གཉིས་བྱུང་ཡེ་ཤེས་ལྔ་ཡི་རྩ་ཆགས་པས་ཁྲག་འཐུང་དྲུག་ཅུ་ཐམ་པ་བྱུང་དེ་ཕྱིར་བཞི་རིགས་འཁྲུལ་མ་མྱོང་ཐོག་མའི་སངས་རྒྱས་ང་ཡིན་པས་ང་ཡི་རྨི་ལམ་ལྟ་བ་ཡི་ཁམས་གསུམ་འཁོར་བའི་སེམས་ཅན་གྱི་རང་བྱུང་རིག་པ་ངོ་ཤེས་ལྡན་ཡེ་ཤེས་ཆེན་པོའི་རྟགས་བརྒྱད་ཆོག་ང་ཡི་སྤྲུལ་པ་འཇིགས་མེད་ཅེས་བྱ་བ་ཕྲག་བཅས་བསམ་ཡས་བཅས། གང་ལ་གང་འདུལ་སྣ་ཚོགས་སྟོན། ང་ཡི་ཐུགས་རྗེས་སྨོན་ལམ་རྗེས་ཁམས་གསུམ་འཁོར་བའི་སེམས་ཅན་ཀུན་རིག་དྲུག་གནས་ནས་ཐོན་པར་ཤོག་དང་པོའི་སེམས་ཅན་འཁྲུལ་པ་རྣམས་གཞི་ལ་རིག་པ་མ་ཤར་བས་ཅིར་ཡང་དོན་མེད་ཐོགས་མེད་པ་དེ་ཀ་མ་རིག་འཁྲུལ་པའི་རྒྱུ། དེ་ལ་ཧད་ཅེས་བྱ་བ་ལས་མངའ་བདག་བྱེད་པ་ཟ་ཟིའི་རྒྱུ། དེ་ལས་བདག་བྱིན་སྒྲ་འཛིན་ཅེས་བག་ཆགས་རིམ་བཞིན་བརྟས་པ་ལས་འཁོར་བ་ལུགས་སུ་འཇུག་པ་འབྱུང། དེ་ལས་ཉོན་མོངས་སྡུག་བསྔལ་བཅས་སྡུག་བསྔལ་ལས་ལྷ་རྒྱུན་ཆད་མེད་དེ་ཇི་ཙམ་ཅི་འཁྲུལ་པའི་གཞི་དྲན་མེད་མ་རིག་ཡིན་པའི་ཕྱིར་སངས་རྒྱས་ང་ཡི་སྨོན་ལམ་གྱིས་ཀུན་གྱི་རིག་པ་རང་ཤེས་ཤོག། ལྷན་ཅིག་སྐྱེས་པའི་མ་རིག་པ་ཤེས་པ་དྲན་མེད་ཡེངས་པ་ཡིན་ཀུན་ཏུ་དག་པའི་མ་རིག་པ་བདག་གཞན་གཉིས་སུ་འཛིན་པ་ཡིན་ལྷན་སྐྱེས་ཀུན་བདག་མ་རིག་གཉིས་སེམས་ཅན་ཀུན་གྱི་འཁྲུལ་གཞི་ཡིན་སངས་རྒྱས་ང་ཡི་སྨོན་ལམ་གྱིས། འཁོར་བའི་སེམས་ཅན་ཐམས་ཅད་ཀྱི་དྲི་མེད་དེ་བས་སྨིན་པ་སངས་གཉིས་སུ་འཛིན་པའི་ཤེས་པ་དང་རིག་པའི་རང་ངོ་ཤེས་པར་ཤོག་གཉིས་འཛིན་བློ་ནི་ཐེ་ཚོམ་སྟེ་ཞེན་པ་ཕྲ་མོ་བསྐྱེད་པ་ལས། བག་ཆགས་དུལ་བ་རིམ་བསྐྱེད་དེ་ཟིན་ནོ་ཀུན་དང་གནས་དང་འགྲོ་འདོད་ལྔ་དང་བྱམས་པའི་གཉེན་ཡོངས་ཆད་པའི་འདོད་པས་དང་དེ་དག་འཇིག་རྟེན་འཁྲུལ་པ་སྟེ་གཟུང་འཛིན་ལས་ལ་ཟད་མཐའ་མེད། ཞེན་པའི་འབྲས་བུ་སྨིན་པའི་ཚེ་བརྐམ་ཆགས་ལྟུང་བའི་ཡི་དྭགས་སུ་སྐྱེས་ནས་བཀྲེས་སྐོམ་ཡ་རེ་ངང་སངས་རྒྱས་ང་ཡི་སྨོན་ལམ་གྱིས་གདུལ་བྱ་ཆེན་པོའི་སེམས་ཅན་རྣམས། འདོད་པའི་གདུང་བ་ཕྱིར་མ་སྤང་འདོད་ཆགས་ཞེན་པ་ཚུར་མ་བླང་ཤེས་པ་རང་སོར་གློད་པ་ཡིས་རིག་པ་རང་སོར་ཟིན་གྱུར་ནས་ཀུན་རྟོག་ཡེ་ཤེས་ཐོབ་པར་ཤོག། ཕྱི་རོལ་ཡུལ་གྱི་སྣང་བ་ལ་རྒྱུ་འབྲས་བྱེད་པ་ཕྲ་མོ་རྒྱུ་ཡི་དྭངས་བའི་བག་ཆགས་དད་པ་ལས་སྒྲ་འཛིན་སྡིག་གསོག། འདེགས་གསོད་ཧྲག་པ་བཅས་ཞེ་སྡང་འབྲས་བུ་སྨིན་པའི་མཚན་དམྱལ་བའི་གཙོ་སྲས་དུག་རེག་ངང་གསང་ཆེན་ལྔ་ཡི་མི་རྣམས་ཀྱི་འགྲོ་དྲུག་སེམས་ཅན་ཐམས་ཅད་ཀྱི་ཞེ་སྡང་དྲག་པོ་བསྐྱེད་པའི་རྩ་བའི་སྤང་བླང་མི་བྱ་རང་ཚོ་ལུས་རིག་པ་རང་ཚོ་ཟིན་ཆོག་ནས་རྩ་བའི་ཡིད་དཔྱོད་ཐོབ་པ་ཆོག་རང་སེམས་ཁེངས་པར་གྱུར་པ་ལ་གཞན་ལ་འགྲན་སེམས་མེད་པའི་བློ་ང་རྒྱལ་དྲག་པོའི་སེམས་བསྐྱེད་པའི་བདག་གཞན་འཐབ་རྩོད་སྡུག་བསྔལ་མྱོང་ལས་དེའི་འབྲས་བུ་སྨིན་པའི་ཚེ་བོ་དོང་མྱོང་བའི་བློ་རོལ་བཅས་གསང་ཆེན་ལྔ་ཡི་མི་རྣམས་ཀྱི་ཁེངས་སེམས་བསྐྱེད་པའི་སེམས་བསྐྱེད་རྣམས་དེ་ཚེ་ཤེས་པ་རང་ཚོར་ལོས། རིག་པ་རང་སོ་སེམས་གྱུར་ནས་མཉམ་པ་ཉིད་ཀྱི་དོན་དུ་བྱུང་གཉིས་འཛིན་བདེ་བས་བག་ཆགས་ཀྱི་བདག་བསྟོད་བཞིན་སྨོན་ཟུང་ངུ་ལས་ཐབས་ཚུལ་འགྲན་སེམས་བརྟས་པ་ལས་གསོད་གཅོད་ལྷ་མིན་གནས་སུ་སྐྱེ། འབྲས་བུ་ཉེ་བའི་གནས་ཚུལ་སྟོང་སངས་རྒྱས་ལྔའི་སྨོན་ལམ་གྱིས་དྲན་སེམས་ཐག་ཚོད་ཅེས་པ་རྣམས་སྒྲར་འཛིན་མི་བྱེད་རང་སོར་ཀློད་ཤེས་པ་རང་སོ་ཟིན་གྱུར་ནས་ཕྲིན་ལས་ཐོགས་མེད་ཡེ་ཤེས་ཤོག། དྲན་མེད་བཏང་སྙོམས་གཡེང་བ་ཡི་འཐིབས་དང་རྨུགས་དང་བརྗེད་པ་དང་འཇལ་དང་ལེ་ལོ་གཏི་མུག་པའི་འབྲས་བུ་སྐྱབས་མེད་གྱུར་སོང་རྣམས་སངས་རྒྱས་ང་ཡི་སྨོན་ལམ་གྱིས། གཏི་མུག་འཇིགས་མེད་སྨིན་པ་ལ། དྲན་པ་ཟབ་པའི་མདངས་ཤར་བས་རྟོག་མེད་ཡེ་ཤེས་ཐོབ་པར་ཤོག་ཁམས་གསུམ་སེམས་ཅན་ཐམས་ཅད་ཀུན། ཀུན་གཞི་སངས་རྒྱས་ང་དང་མཉམ། དྲན་མེད་འཁྲུལ་པའི་གཞི་རུ་སོང་ད་ལྟ་དོན་མེད་ལས་ལ་སྤྱོད་ལས་དྲུག་རྨི་ལམ་འཁྲུལ་པ་འདྲ་ང་ནི་སངས་རྒྱས་ཐོག་མ་ཡིན་འགྲོ་དྲུག་སྤྲུལ་པའི་བདུད་བའི་ཕྱིར་ཀུན་ཏུ་བཟང་པོའི་སྨོན་ལམ་གྱིས། སེམས་ཅན་ཐམས་ཅད་མ་ལུས་པ་ཆོས་ཀྱི་དབྱིངས་སུ་ཚང་བྱ་ཤོག། ཨ་ཧོ་ཕྱིན་ཆད་རྣལ་འབྱོར་སྟོབས་ཆེན་གྱི་འཁྲུལ་མེད་རིག་པ་རང་ས་ནས། སྨོན་ལམ་སྟོབས་ཆེན་འདི་དག་པས་འདི་ཐོས་སེམས་ཅན་ཐམས་ཅད་ཀུན་སྐྱེ་བ་གསུམ་ན་མངོན་སངས་རྒྱ། ཉི་ཟླ་གཟའ་ཡི་གཟིམ་པའམ་སྒྲ་དང་ས་གཡོས་ཆུང་མའམ་ཉི་མ་རྡོ་རྗེ་ལོ་ཕོ་དུས་རང་ཉིད་ཀུན་ཏུ་བཟང་པར་བཅས་ཀུན་གྱིས་ཐོས་པར་འདི་བརྗོད་ན་ཁམས་གསུམ་སེམས་ཅན་ཐམས་ཅད་ལ། རྣལ་འབྱོར་དེ་ཡི་སྨོན་ལམ་གྱིས་སྡུག་བསྔལ་རིམ་གྱིས་གྲོལ་ནས་ཀྱང་མཐའ་རུ་སངས་རྒྱས་ཐོབ་པར་འགྱུར། ཨ་ཨ་ཤ་ཟ་མ་ཧཱ་མ་མ་ཀོ་ལིང་ས་མན་ད།